རྣམ་པ་ཚོགས་མ་ལ་བཀྲ་ཤིས་བདེ་ལེགས། དེ་ནི་དེ་རིང་ངས་འདི་ནས། རྣམ་པ་ཚོ་ལ་ཐེ་ཝན་གྱི་ཟིལ་ཁ་ཤས་ཀྱི་ངོ་སྤྲོད་བྱེད་དགོས་བསམ་སོང། ད་ལྟ་དེ་ཁྱེད་ལ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ། སྔར་དང་མ་འདྲ་བའི་འགྱུར་ལྡོག་གསར་བ་གཅིག་དེ་ད་ང་ཚོའི། བོད་པའི་བོད་པ་རང་གི་རྒྱན་ཆ་གི་ཐོག་ལ་ཡང་ནི་དོ་སྣང་ཞེ་དྲག་ཆེ་རུ་འགྲོ་ཡོད་རེད།

ད། ཤོག་ཅིག་ངོ་ལ་གྲུབ་གྱིས་བྱས་ཤོག་ཅིག་ངོ་ལ་གོ་གོར་ཡོད་བྱོས་ཀྱི་འདུག་བ། ད་འདི་ཡིན་པ་ཡིན་ན་ང་ཚོ་གི་ཁ་ཤི་ཀའི་ས་རྒོད་གནམ་རྒོད་འདྲ་བོ་ལབ་གི་འདུག། ཁ་ཤི་ཀའི་གནམ་ས་ཁབ་གྲོག་འདྲ་བོ་ལབ་གི་འདུག། ཅི་སྟོང་ཁོ་གནོད་པ་དགག་ཡ་དང་ཅིག་དེ་འདྲའི་གི་ཐོག་ལ་ཡིན་ན་ཡང་ཁོ་རི་མོ་འདིའི་གི་མིག་སེར་གི་ཕན་ཐོག་ཡོད་རེད་ཟེར་ཡ་འདྲ་བོ་ཅིག་གི་ཡང་ལྟ་སྟངས་ཅིག་འདུག་ད་དེ། འབྲུག་པ་དང་དེ་འདྲའི་ཡིན་ན་ཡང་ས་རྒོད་གནམ་རྒོད་དེ་དཔེ་གལ་ཆེན་པོ་བརྩི་གི་འདུག་ང་ཚོ་བོད་པའི་ནང་ལ་ཡིན་པ་ཡིན་ན་ཡང་ས་རྒོད་གནམ་རྒོད་གི་རི་མོ་འདི་གལ་ཆེན་པོ་བརྩི་གི་ཡོད་པ་དེ་རྒྱ་ཆ་རྒྱ་གསལ་བོ་རེད་ཤག་ལྷག་པར་དུ་བོད་གི་ད་གསོལ་རྒྱན་གྱི་ང་ཚོའི་གནའ་བོའི་ང་ཚོ་སྲིད་པ་ཆགས་པའི་ང་ཚོའི་བོད་པ་རང་གི་ད་དུང་ཇོ་ར་དེ་གི་ནང་ལ་ཡིན་པ་ཡིན་ན་འདའི་ས་དང་གནམ་གྱི་མཚོན་དང་འདའི་འཇིག་རྟེན་དང་པོ་ཆགས་སྟངས་ཀྱི་རིམ་པ་དང་འབྲེལ་བ་ཡོད་པའི་མཚོན་ཐབས་རང་བཞིན་ཅན་གྱི་རི་མོ་གལ་ཆེན་པོ་གཅིག་བརྩི་གི་འདུག་དེ་ཡིན་པ་ཡིན་ཙང་ད་འདའི་ལ་ས་གོ་གནམ་གོ་རེད་འདའི་ས་གོ་གནམ་གོ་བལྟས་ཚེ་ཆད་རེད། དེ་ནས་ད་འདི་ཚོ་ཡིན་པ་ཡིན་ན་སྤྱི་བཏང་གི་ཐེ་ཝན་གྱི་གཟི་གསར་པ་རེད་ཡིན་པ་ཡིན་ན་ཡང་ཁོ་རང་གི་འོད་རེད་ད་ག་ནང་བཞིན་གྱི་མཚོན་ཁྲ་རེད། ཨ་ནི་རྡོ་རྗེ་རེད་དེ་ནས། འདི་མུག་གི་ཆ་ཆུང་རེད་ཟེར་བ། དབུལ་ཁང་དེ་ཚོ་ཡིན་པ་ཡིན་ན་ད་གོང་སྤྱི་ཆ་ནས་དཔེ་མ་བསྲེས་པ་ཡག་པོ་ཡོད་ཨ་ནི་ནམ་རྒྱུན། ཐེལ་ཟི་ཚོང་རྒྱག་བསྡད་མཁན་དེ་འདྲའི་ཚོང་མ་གི། ཞེ་དྲག་གི་ཐེལ་ཟི་ཡག་པོ་འདུག་དེ་འདྲའི་ལབ་གི་ཡོད་རེད་བ་ཨ་ནི་ཐེལ་ཟི་དག་མ་དག་ཀྱང་རེད། ངས་ད་ངེད་ཀྱི་བཙོང་བའི་སྐབས་ལ། དཔོན་རི་ཅན་ད་ཁོ་རང་སྐད་ལ་ལྟ་ཆོག་ཆོག་བྱས་ནས་ཉོ་ན་འགྲིག་པ་རེད་འདི་འདྲ་བྱས་ནས་ངས་བཙོང་གི་ཡོད་རེད་ཡང་ཅིག་ཅིག་བྱས་ནས་བཙོང་དགོས་ན་བཙོང་གི་ཡོད་རེད། དེ་ནས་འདི་ཡིན་པ་ཡིན་ན་གཟི་སྟག་རིའི་ཟེགས་རེད་རེད་བ། ཨ་ནི་ཁོ་རི་མོ་ཁྲ་འདི་འདྲ་ཡོད་རྒྱུ་བྱས། འདི་ཟོ་ཡིན་པ་ཡིན་ན་འདིའི་རིགས་དེ་ཡིན་པ་ཡིན་ན། རྡོ་རྗེ་ཧང་སང་ཡང་ཡག་པོ་འདུག་རེད་བ། ཧང་སང་ཡག་རྡོ་རྗེ་ཡག་པོ་འདུག་ཨ་ནི་ཡང་ཚོང་ཁྲ་ཁ་ཤས་ཡང་ཅིག་འདིའི་ནང་ལ་དཀར་པོ་རང་ཡིན་པ་ཡིན་ན་དགའ་བོ་བྱས་ལོ་ཡང་ཁ་ཤས་ཀི་འདིག་ནང་ལོག་ལ་ད་ཕོ་ཁྲག་གི་རྣམ་པ་ལྟས་ཚེ་ཅིག་ཁོ་དཀར་པོ་རང་མ་ཡིན་པ་ལྟས་ཚེ་སེར་ཤེས་འདྲ་བོ་འདུག་བ་ཡང་ཁ་ཤས་ཀི་རི་མོ་འདིའི་རིགས་དེ་དང་ཚོང་མདོག་འདིའི་རིགས་དེ་ཡང་དགའ་བོ་བྱས་ཀི་འདུག་ར་བ་ད་ལྟའི་མི་སུ་སུ་སུ་ལྟ་སྟངས་འདྲ་བོ་ཅིག་ཡིན་པའི་ཚོད་འདུག་ར་བ་གང་ལྟར་ཨ་ནི་ཚོང་ཁྲ་དང་རྡོ་རྗེ་དུ་སུ་དཔེ་ཡག་པོ་འདུག་ད་འདི་ཨ་ནི་ཁོ་ཡང་འདིའི་པར་གཞིར་བགྱིས་ནས་བཏང་ན་འགྲིག་གི་ཡོད་རེད་ཡང་ཡི་ཡོད་ལ་ཨ་ནི་ང་ཚོའི་སྲས་འདྲ་བོ་དག་ཅིག་དེ་འདྲས་ཡང་རྒྱུས་ཆེ་དག་པ་ཡིན་ན་འགྲིག་གི་རེད། ཨ་ནི་ཡང་འཁྲུངས་པ་དེ་ཚེ་ཧྲུལ་བོ་ཡོད་པ་ཡིན་ན་དེ་འདྲས་ཀྱི་རྒྱན་ཆ་བྱས་ན་ཡང་འགྲིག་གི་ཡོད་རེད་བ། ཨ་ནི། ད་ཁྲག་དང་དུ་སུ་སྤེ་མ་སྲིད་པ་ཡག་པོ་ཡོད། དེ་ནས་འདི་ཡིན་པ་ཡིན་ན་ང་ཚོ་བོད་པ་གི་གཟི་རྟགས་ལོག་ལ་གུ་འདུག་བ། འདི་རི་མོ་ལ་རི་མོ་འདི་ཁྱིམ་པོ་དེ་ལ་གཟི་རྟགས་ལོག་ལ་གུ་འདུག། འདི་འདི་ཚོ་ཡིན་པ་ཡིན་ན་རྡོ་རྗེ་ཧང་སང་ཡག་པོ་ཡོད་རེད་ད། དངོས་གནས་དྲང་གནས་ཀྱི་རྡོ་རྗེ་ཡག་པོ་ཞེ་དྲག་འདུག། ཨ་ནི་འདི་གི་ཐོག་ལ་ད་ཁ་ཤིག་གི་གཟི་ཕུ་འདྲ་བ་ལ་གུ་འདུག་ཁ་ཤིག་གི་རྡོ་ཚག་ལ་གུ་འདུག། དེ་གི་འདི་ཁོ་རང་གི་ཐོག་ལ་ཡང་རི་མོ་འདྲ་བ་ཅིག་ཡོད་རེད་བ་ད་ལྟ་འདིའི་ནང་ད་གཟི་བོ་ཞེ་དྲག་མཐོང་གི་མི་འདུག་བ། ཨ་ནི་འདིའི་ནང་ལ་རི་མོ་ཞིབ་གཞལ་ཡས་འདྲ་བ་ཅིག་ཡོད་རེད། ཨ་ནི་དེ་ཚོ་ཡིན་པ་ཡིན་ན་ཡང་མོང་མ་དྲག་བ་ཉུང་མ་དྲག་བ་དཔེ་མི་སྲིད་པ་ཡག་པོ་ཡོད།

ཨ་ནི་འཕྲལ་དུ་སུ་ཡིན་པ་ཡིན་ནང་དཔེ་ཡག་པོ་ཡོད། ཨོ། འདི་ཡིན་པ་ཡིན་ན་ང་ཚོའི་ཁྱི་མིག་སེམས་པ་ལགས་པ་རེད། དེ་ནས་འདི་རིགས་དེ་ཡིན་ན་ད་ཐེ་ཝན་གྱི་གཟི་སྐད་གྲགས་ཆེ་ཤོས་དེ་འདྲའི་རིགས་དེ་རེད། ཨ་ནི། ད་གོང་འདི་གོང་ལ་གོང་འཚམས་ཆེན་པོ་རེད། ཨ་ནི་འདི་རིགས་དེ་ཡིན་པ་ཡིན་ན་ཡང་འདི་འདྲའི་ཡོད་རེད་ད་འདི་ཟུག་ཡིན་པ་ཡིན་ན་ཡང། ཧང་སང་ཡག་རྡོ་རྗེ་ཡག་པོ་འདུག་རེད་བ། ཨ་ནེ་ཁྲ་དེ་ཐུགས་སུ་ཞེ་དྲག་གི་ཡག་པོ་འདུག། སྐྱིད་སྡོང་གི་གཟི་རྟག་ལོག་ཡིན་པ་གཅེས་གཟི་རྟག་ལོག་སྐྱིད་མ་ནི་བར་ཁྲ་གཉིས་འགྱིག་བཟོ་མཁན་དེ་འདྲ་རེད་འདུག་བ། ཨོ་ཐུགས་སྐྱིད་དེ་རྩམ་པ་ལ་ཡང་རྣམ་པ་ཚོས་ཨ་ནེ་གཟི་འདི་འདྲིག་གི་དགོས་མཁོ་ཡོད་བ་ཡིན་ན། ཨ་ནི་འབྲེལ་བ་གནང་ཤོག་ཨ་ནི་ཡང་གཟུགས་འདེབས་ཚོང་རྒྱག་མཁན་དེ་འདྲ་ཡིན་པ་ཡིན་ན་ང་ཚོ་ནི་གོང་ཚོགས་ཐོག་ནས་སྐད་ཆ་བཤད་ཆོག་གི་རེད། ཨ་ནི་ཡང་གཅིག་གཉིས་གསུམ་ཡང་སོ་སོ་གི་རྒྱན་ཆ་འདྲ་བོ་བྱས་ནས་ཉོ་མཁན་དེ་འདྲ་ཡིན་པ་ཡིན་ནའང་འབྲེལ་བ་གནང་ཤོག་ད། ཨ་ནི་ས་ཆ་ག་ས་ག་བ་ལ་ང་ངེད་ཀྱི་ཀར་ཡག་གི་ཐབས་ཤེས་བྱེད་ཀྱི་ཡོད། ཨོ་དེ་གཅིག་བརྩམས་པ་ལ། འདི་རང་རྣམ་པ་ཚོ་ལ་ཨོ་གཟུགས་ཁ་ཤས་ཀྱིས་ངོ་སྤྲོད་བྱས་ན་བསམ་སོང་རེད་བ། ཨ་ནི། ད་ཡོང་ཕྱིར་ང་ལ་གཟི་མང་པོ་གླས་ཡོང་ས་ཡོད་ནི་ད། ཁྱི་མུག་ད་ལྟ་ང་ལ་ཁྱི་མུག་གཉིས་པ་ཅན་དང་དེ་འདྲ་མེད་ད་ཁྱི་མུག་གཉིས་པ་ཅན་ད། ཨ་ནི་ཚེ་བམ་ཁ་དཀྲོག་དང་ཨ་ནི་ད་དེ་འདྲ་ཡོང་ཁུལ་རིགས་འདྲ་མི་འདྲ་མང་པོ་འདུག་བ། ཨོ་དེའི་ཅིག་རི་མོ་མང་ཆེ་བ་འདྲ་བོ་ཅིག་གླས་ཡོང་ས་ཡོད་བསམ་སོང་དེ་འདྲ་ཡིན། ཐེངས་གཅིག་བརྩམས་པ་ལ་ད་རྣམ་པ་ཚོ་ཡང་དགོས་མཁོ་ཡོད་པ་ཡིན་ན་ཨ་ནི་འབྲེལ་བ་གནང་ཤོག་ཟེར་ནས་ང་ཚོ་ཕ་ཚོས་ཚོང་སྟབས་བདེ་བོ་བདེ་བོ་དེ་འདྲ་བརྒྱབ་ཆོག་གི་རེད་ཤོད་ཀྱི་ཡིན།

ཨ་ནི། ཁྱིམ་མིག་སེམས་པ་ཅན་དེ་ལྟས་ཚེ་ཆུང་ཆུང་ཡོད་རེད་བ། ལྟས་ཚེ་ཆུང་བ་ཡོད་རེད་ཧ་ཅང་ཆུང་ཆུང་དེ་འདྲི་ད་མ་རེད་ལྟས་ཚེ་ཆུང་བ་རེད། ཨ་ནི། ཁོ་འདི་འདྲི་བྱེད་ནི་རྗེན་པ་ཡིན་ན་འགྲིག་གོ་རེད་ཡང། ཁ་ཤི་ཀའི་འདི་ཁོ་རང་བཟི། ཁོ་རང་གཅིག་པུ་འདྲ་བྱེད་ནི་ཡང་སྐད་ལ་འདྲི་བྱེད་ནི་རྒྱུན་ཁྱི་འདི་འདྲི་འདུག་བ།

ཨ་ནི་འབྲེལ་བ་གནང་ཡོང་རོགས་གནང། ཨ་ནི་ངེད་ཀྱི་གཉིས་འདི་ད་ལྟ། རབ་བརྟན་ཐོ་འཛིན་གྱི་ངོ་དེབ་དང Instagram། འོ་དེ་འདྲའི་ནང་ལ་བཞག་ཡ་ཡིན་ཨ་ནི་རྣམ་པ་ཚོས་དགོས་མཁོ་ཡོད་པ་ཡིན་ན་ཨ་ནི་འབྲེལ་བ་གནང་རོགས་གནང་ཟེར་ནས་བཤད་ཀྱི་ཡིན། ཨ་ནི་ལས་སོ་དུས་ཟིན་ཨ་ནི་ལན་གྱི་ཚང་མ་ཐུགས་རྗེ་ཆེ་གནང།